གཅིག་ལ་ཕན་ཐོགས་ཕལ་ཆེར་ཡོང་གི་རེད་བསམ་གྱི་ངས་རེ་བ་བྱེད་ཀྱི་ཡོད། ད་ངས་བརྙན་ཐུང་འདི་ད་མ་སོན་ཡོད་ད་རྒྱབ་ལྗོངས་འགྲོ་ཆེད་ད་བརྙན་ཐུང་འདི་ཟེར་དགོས་རྒྱུ་མཚན་ཅི་རོ་ག་འདི་ཆ་ཆ་སོང་ལ་ན་ད་ངའི་གྲོགས་པོ་བརྗོད་རོགས་གྲོགས་པོ་ཁོ་རང་གིས་ང་ཚ་གདུག་ས་ལས་ནས་ཨ་ནི་འོ་འདི་ཁྱོད་རང་ད་ཅིག་རྒྱ་གར་ལ་ཅིག་ཅིག་ངོ་ཤེས་ཡོད་འདི་འདྲ་ཡོད་བས་ས་སྤུ་བླ་བྲག་སྤུ་འདི་འདྲ་སློབ་སྦྱོང་བྱེད་འདོད་ཡོད་པ་གང་ཞིག་ལ་ནི་ཡང་དཔལ་འབྱོར་གྱི་དཀའ་ངལ་འཕྲད་ནས་སློབ་གྲྭར་འགྲོ་མ་ཐུབ་པ་དང་གང་དང། དེ་འདྲའི་ཡོད་པ་ཡིན་ན་ཅིག་ང་ལ་ཅིག་ལག་འགྲོ་བྱེད་དང་ཁོ་རང་གི་ཅིག་རོགས་པ་བྱེད་ཀྱི་འདུག་བསམ་བློ་གཏང་གི་ཡོད་ས་རོ། ངས་ཁོ་རང་ཁ་བསྡུར་ཞུས་པ་འདྲ་ལ་ཡིན། ང་ནི་ཤེས་བྱ་པ་འདི་ར་ཤེས་བྱ་འདི་ཡིན་ལ་ཡིན། དངོས་གནས་ཡོངས་རྫོགས་ཤེས་བྱ་ལ་ཅིག་ད་ང་རང་ངོ་ཤེས་ས་ལ་ངེད་ཀྱི། གཅིག་བདག་གི་དངོས་གནས་གྲངས་ནི་ཡོད། ལོ་ཨ་འདི་ལ་རོགས་པ་གཅིག་བྱེད་ཐུབ་པ་ཡིན་ན་ཨ་ད་དུས་ཁོ་རང་རོགས་པ་གཉིས་རུ་བྱེད་ཀྱི་འགྲོ་གསུངས་སོ། ངས་གཉིས་དེ་གཉིས་བ་དེ་ངེད་ཀྱི་གཞིས་ཆགས་ལ་འདུག་སེ་བྲལ་བ་བྱས་ནས་གཅིག་ཏག་ཏག་ལས་ཡོད། སློབ་ཕྲུག་ཁ་ཤས་ཀོ་ལེ་ཞི་མཐོ་རིམ་སློབ་གྲྭ་འདུག་སེ་བྲེལ་མི་ཤེས་པའི་སྒང་ལ་ཨ་ནི་དཔལ་འབྱོར་གྱི་དཀའ་ངལ་འཕྲད་པའི་དེ་འདྲས་ཡོད་རུ་བས་འདུག་སེ་རྩད་གཅོད་ཁྲིད་གསུངས་པ་ལ་ནི། ཨན་ཅིག་གྲོ་བཞི་ཆུང་ཟུར་བ། རྟ་ཧང་གཉིས་གྲོགས་པོ་ཁོ་རང། རྟ་བརྟན་བརྟན་རྟ་གཅིག་ལ། དང་པོ་གཅིག་དེ་ལྟར་ང་རང་གིས་ངོ་ཤེས་ཡོད་ཀྱི་ཡོད། ངས་ངོ་ཤེས་ཡོད་ན་འདི་མར་རྟ། ངེད་ཀྱི་གཉེན་ཚན་གྲོ་ཡོད་རྟ་དེ་ནས་མར་རྟ་ངེད་ཀྱི་རྟ་སྐྱོ་བོ་ཡིན་པ། དངོས་གནས་ཧ་གོ་ངེས། རྟ་དེ་ལ་ཁོ་རང་ཕལ་ཆེན་རོགས་པ་བྱེད་ཀྱི་ཡིན་གསུངས་ཟུར་བ། རྟ་གཅིག་དུས་ཚོད་གཅིག་གོ་རེ་རེད། རྟ་གཉིས་བ་དེ་ངེད་ཀྱི་འདུག། འཚེ་བཞིན་པའི་སྐབས་ལ་ཨན་གཉིས་བ་དེས་རྟ་ཐ་མདའ།

བུ་མོ་དེ་གིས་ཁ་པར་ཨང་གྲངས་དེ་འདྲ་ཡོད་བས་ལ་གསུངས་པ་ལ། ཨ་ནེ་དངུལ་གནས་རོགས་པ་བྱེད་འདོད་ཡོད་པ་ཡིན་ན། སྦེང་ལོར་ལ་ད་ལྟ་དངུལ་གནས་ཀྱི་བུ་མོ་གཅིག་ད་འདོད་ཅིག། དངུལ་གནས་དྲ་གནས་དཀའ་ངལ་ཆེན་པོ་འཕྲད་བཞིན་པའི་བུ་མོ་གཅིག་ཡོད་རེད་ཟེར་བ། ལྟ་ཉེས་འདུ་འཛོ་གང་ཚང་གཉིས་ཀྱིས་ད་ལྟ། བུ་ཉེས་རྡུང་བཟོས་སྐོར་བ་འདི་གིས་ང་རང་གི། དང་དུ་བླངས་ནས་ངས་བརྙན་ཐུང་བཟོས་སྐོར་ལྟར་རོགས་པ་བྱེད། ད་ཡང་ཁོ་ཚོ་གིས་ང་ལ་འདུག། རོགས་པ་བྱེད་རོགས་བྱེད་ད་ཀུ་ཅི་ཏི་ང་ལ་རོགས་པ་བྱེད་རོགས་བྱེད་ད་ལ་ནི་འདུག། ང་ལ་ངའི་མདུན་ལ་བདེ་སྐྱོ་དེ་འདྲའི་ཁལ་མར་ད། ད་ང་རང་གིས་དང་དུ་བླངས་ནས་ནི་ཅིག་ངའི་མི་མང་ལ་འདུག་བརྙན་ཐུང་ཅིག་བཟོས་རྗེས་ངེད་ཀྱིས་བརྒྱུད་ནས་འདུག། རྒྱབ་སྐྱོར་གྱི་དཔལ་འབྱོར་གྱི་འདུ་འཛི་ཆུང་བ་ཡིན་ན་ཨ་ནེ་གཉིས་ཀྱིས་ཐད་ཀར་བུ་མོ་དང་བུ་མོ་གཉིས་རུ་ཅི་ལྟ་བུ་བོང་བེང་ལོ་ལ་ཡོར་བ་གཅིག་དེ་ང་རང་ད་ད་ད་ད་སྐད་ཆ་ཐོས་འདུག་འདུར་བ་ད་ངས་ད་ཅི་སྐད་ཆ་དེ་ག་བ་གླེང་བ་ལབ་ན་ད་ངེད་ཀྱི་སྐད་ཆ་བུ་མོ་དེ་གིས་ཁ་པར་ཨང་གྲངས་འདུག་ཐབས་ཤེས་བཏང་དར་བ་དེ་འདྲའི་སྐབས་ལ་ད་བུ་དེ་གིས་ཁ་རེ་གསུངས་སོ་ཕལ་སྐད་ཁོ་རང་ཡང་སློབ་སྦྱོང་བྱེད་ཤེས་བྱེད་ཀྱིན་བྱེད་ཀྱིན་ལ་ཕལ་སྐད་ལས་ཀ་རུ་ཅིག་བྱེད་རྒྱུ་ཡོད་ས་འདི་ན་ལས་འགན་རུ་བརྗོད་སར་དངོས་གནས་དྲང་ནི་བུ་མོ་གཅིག་དཀའ་ངལ་འཕྲད་བཞིན་པའི་བུ་མོ་གཅིག་ཡོད་རེད། བུ་མོ་དེའི་བྱུང་ས་ཅི་ལ་ནི་ལ་དྭགས་ཤེས་བྱ་འདྲེན་ཤོར་བ་ཨ་ནི་ཕ་མ་གཉིས་ཀ་ནི་སློབ་སྦྱོང་མི་སྐྱོ་ཆེ་ར་སློབ་སྦྱོང་མི་སྐྱོ་ལ་ཇི་ལྟར་ནི་བྲིས་ཀློག་མ་ཤེས་པའི་ལ་བར་ད་འོ་འདི་འདྲའི་མི་སྐྱོ་ཆེ་ར་ཨ་ནི།

ད་འདུ་འཛོ་དཀའ་ངལ་འདི་ལྟ་འདུག་བཞག་ནས་བུ་མོ་དེ་ཁོ་རང་ཁབ་འདུག་ད་ད་ལྟ་རྐང་ལེགས་དངོས་སུ་འཕྲད་བཞིན་པ་འདི་ག་རེད་ཞེ་ན་ན། སློབ་གྲྭ་གི་དུས་ཐོག་གི་ད fees ཞེས་རང་བོ་འདི due ལས་ལྷག་རྒྱས་ནས་དེ་འདྲས་ཀྱི་དཀའ་ངལ་འཕྲད་ཀྱི་འདུག་ཨ་ནི་བུ་མོ་དེ་ཁོ་མོ་རང་གུང་གསེང་ཡ་ཚུགས་ཚུགས་ཀྱི་ནང་ལ་ལོ་མ་མཐུད་ནས་དེ་འདྲས་སླབ་གྲྭ་རང་ལ་འདུག་ལྟས་ངེས་རེད་བཞག་ཨ་ནི་དོ་ལོག་དྲུག་ཆ་བཞག་བས་ན་གྲོགས་མོ་དང་དེ་འདྲས་ཀྱི་དོ་ལོག་དེ་འདྲས་གྱོན་གྱི་འདུག་ཨ་ནི། སེལ་ཧྥོན་ནི་ལག་ཐོག་ཁ་པར་ཡོད་ར་འདི་ནི། རོགས་པ་དག་འདི་འདྲ་ཡིན་ངོ་ཤེས་གི་འདུག་སྤྲད་རྒྱུར་ཡིན་ཟེར་རྙིང་པ། ཨ་ནི་འདི་གི་མཚམས་རེ་ལས་ཀ་བྱེད་ཀྱི་ཡོད་དང་མེད་པ་དང་འདི་འདྲ་བྱེད་དཀའ་ངེས་དྲིས་ཀྱི་འདུག་ད་དངོས་གནས་དྲང་གནས། ང་རང་འདི་ཉེས་རྡུང་འདི་བཟོད་དགོས་རྒྱུ་མཚན་འདི་ག་ནས་དང་དུ་བླངས་ནས་ད་བུ་མོ་འདི་གཉིས་ལ་ཅིག་རོགས་པ་ཅིག་བྱུང་ཐུབ་པ་ཡིན་ན། ངེད་ཀྱི་ཉེས་རྡུང་འདི་སྲིད་ནི་ང་ལ་ཡིད་ཆེས་དངོས་གནས་ཡོད་རྒྱུ། དངོས་གནས་ཡིད་ཆེས་ཅིག་བཞག་ནས་ད་ཅིག་ལྟ་འོ། ད་ངེད་ཀྱི་དེ་གཞི་བཟུང་ངེད་ཀྱི་དངོས་གནས། དང་དུ་དང་དུ་བླངས་ནས་ངེད་ཀྱི་བརྙན་ཐུང་བཟོས་རོགས། སོང་ཙང་ངས་ང་ལ་གང་ཐུབ་ཐུབ་རོགས་པར་ར་བ་འདི་ངེད་ཀྱི་བརྒྱ་ཆ་བརྒྱ་ནས་བརྒྱ་ཆ་བཟང་ཁོ་རང་ཉིད་ཆེད་དུ་བཏང་ཡིན་ད་ངེད་ཀྱི་བརྙན་ཐུང་འདི་མི་གཅིག་སྟོང་གིས་ང་འདུག་རྒྱབ་སྐྱོར་སྒོར་མོ་ལྔ་ལྔ་འགྲོ་ལར་ལྔ་ལྔ་གིས་ཕྱི་རྒྱལ་ཁག་ལ་དམིགས་བསལ་ངེད་བྲེལ་བ་ཆེ་སྐོར་དང། འགྲོ་ལར་ལྔ་ལྔ་གིས་མི་གཅིག་ནི་འགྲོ་ལ་ལྔ་ལྔ་མི་གཅིག་སྟོང་གི་ར་བས་ན་ལྔ་འགྲོ་ལ་ལྔ་སྟོང་བྱུང་སོ། ལྔ་སྟོང་དེ་ཁོ་རང་གཉིས་ལ་ཉིས་སྟོང་ལྔ་བརྒྱ་ལྔ་བརྒྱ་འདུག་སོ། བྱུང་གུར་བ། ཨན་སོང་ཙང་ཁོ་ཚོ་གཉིས་ཀྱིས་ད་སློབ་ཡོན་གྱི་འགྲོ་གྲོན་འདོད་ཚེ་དཀའ་ངལ། དཀའ་ལས་དེ་འདུག་རྟོགས་ཐབས་ཡོང་ས་རེད། སང་ཙོ་ངས་དེ་རིང་བརྙན་ཐུང་འདུག་བཟོས་ཀྱི་ཡོད་ད་རྩ་བའི་ང་བརྙན་ཐུང་འདི་འདྲའི་བཟོས་བ་དང་པོ་ཡིན་རོགས་པ་ལོང་ཡིག་ད་འདི་ངས་བརྙན་ཐུང་འདི་བཟོས་ཀྱི་ཡིན་ལ་ངེད་ཀྱི་སོ་སོ་ནང་མི་མཉམ་པའི་སྐད་ཆ་འདི་འདྲ་བཤད་ཡོད་མར་ད་ང་རང་གིས་མེད་ད་བཟོས་ཡོད་ར་ཁོང་ཚོ་ཡོང་ང་བརྙན་ཐུང་འདི་ཅིག་ཤོས་བཟོས་བས་ཡིན་ཁ་ཅིག་ལ་བཟོས་ག་མ་ཟེར་བ་དེ་འདྲ་མ་རེད་ང་རང་འདུག་བསམ་འདུག་བཟོས་བཤད་ཀྱི་ཡོད། ད་འདི་ལ་མི་མང་གི་སྒྲ་མ་འདྲ་ཡོང་ལད་སེ་ཡོད་རེད་ཀ་མེད་འདི་འདྲ་ན་ཡིད་ཆེས་ད་འུ་རྩ་བས་ད་བུ་མོ་གཅིག་དེ་ལ་དྭགས་འདི་ཡང་རོགས་པ་མེད་པ་མ་ལབ་དྲ་ཚིལ་བས་དེ་འུ་ཉིན་གཅིག་བཀྲིས་ཚིལ་བས་གི་འདུག་གུས་ནས་ཚུལ་རྒྱུ་ཅི་རེད་ཤ་ཡིན་ནས་ད་འགྲོ་སོང་ཤིང་གིར་བ་ཧན་དུར་ཡོད་ས་རེད་འུ་ནས་དཀའ་ངལ་འདི་འདྲའི་དངོས་གནས་མུ་མཐུད་དཀའ་ངལ་ཅིག་འཕྲད་གི་འདུག་ཨ་བུ་མོ་གཉིས་བ་འདི་གཞིས་ཆགས་བུ་མོ་དེ་དངོས་གནས་ད་ཅིག་ཁ་ཟས་ན་ན་དངོས་གནས་དཀའ་ངལ་འཁྲིགས་འདུག་ཁ་ཟས་ན་ནང་མི་ནི་བསྡད་པ་རེད་ཤག་ཨ་ནི་འགྲོ་སོང་གང་ས་ནི་ན་ཚ་ད་ན་ཚ་དེ་ད་ཁ་བ་ཆུང་ཆུང་དེ་ནི་མར་ཤ་ཆེན་པོ་གཅོང་ནད་སྨན་ཟ་བཞིན་པ་གཤག་བཅོས་གཉིས་ནི་བྱེད་བཞིན་གཤག་བཅོས་བྱེད་རྒྱུག་གཤག་བཅོས་དེ་ཆུང་ཆུང་དེ་ནི་མར་ཤ་མེ་སྦྱར་གཤག་བཅོས་ད་དེ་གི་སྨན་ད་ད་ཟ་བཞིན་པ་སྨན་ནི་འགྲོ་སོང་ཆེན་པོ་ཤོར་ཨ། ཨ་ནི་མན་ངག། ད་འདི་ཚོ་ནི་ད་ཞུས་མོ་ཀོ་རེད་རོ་ད་ངའི་སྐབས་སུ་བབས་པ་འདི་མི་མང་ལ་འདུག། ང་རང་གི་དང་དུ་བླངས་ནས་འདུག་ལག་པ་གི་ཞུ་བ་འབུལ་གི་ཡོད་ཀུ་ཅི། ཞལ་འདེབས་གང་མང་མང་ཅིག་གནང་རོགས་གནང། ཨ་ནི་འདི་གང་བྱུང་བ་དེ་ངས་ཀྱི་ད། བུ་མོ་དེ་གཉིས་ལ་ཅིག་རོགས་པ་གང་ཐུབ་ཐུབ་ཅིག། ཁྱོད་རང་ཚོ་གི་ཞལ་འདེབས་གང་བྱུང་བ་དེ་ཕ་ཕུལ་བས་ཡིན། ཨ་ནི། འཛིན་འདི invoice ཞེས་རོགས་འཛིན་འདི་ངེད་ཀྱིས་གང་ང་ལ་ཞལ་འདེབས་རག་རྒྱུ་དེ་ངས་ཐད་ཀར་ད་ང་བུ་མོ་འདི་གཉིས་ཀ་ཅིག་ངེད་ཀྱི་འདུག་ངེད་ཀྱི་སྒྲུང་འགྲོ་ཅིག་ངེད་ལས་ཐུག་རེད་ཕལ་སྐད་ལ་པེ་ཤ་དེ་བཏང་ཡིན་དེ་འདྲའི་བརྒྱུད་ནས་བཏང་ཡིན་དེ་འདྲའི་ཅིག་ངས་བཟོས་འདོད་རེད་ཨ་ནི་ངེད་བུ་མོ་གཉིས་འདི་གཉིས་ཀྱིས་ཡང་སྤྱི་ཚོགས་ཀྱི་དྲ་རྒྱ་བརྒྱུད་འདུག་སོ་ཤོད་མི་རེ་ན་ལ་ང་ཁྱེད་ཡོང།

དེ་ལས་བྱུང་བ་དེ་འདྲ་འདུག་ཨ་ནི་འཛིན་གྲྭ་གཅིག་བཅུ་བ་རེད་ཤག་ཨ་འདི་ནས་ཡག་ནི་ཨ་ནི་འགྲོ་སོང་ད་འདྲའི་འགྲོ་རུ་ཨ་མོ་རང་ནི་དངོས་གནས་སློབ་སྦྱོང་གི་ཐོག་ལ་ནམ་ཡང་སྐྱི་བབས་བྱེད་ཀྱི་མེད་ལོས་དོར་བ་འདི་ཡི་བློས་བཏང་བྱེད་ཀྱི་མེད། ད་མི་མང་གི་རྒྱུད་ནས་ད་ང་རང་གཅིག་པོ་གི་ནི་ཞི་ར་ཞི་ར་གལ་ཆེ་དུ་ས་མ་རེད་མི་མང་ལག་པ་གསེར་ཡིན་ལོས་ཀྱི་རོ། ཨ་ནི་དངོས་གནས་རྩ་བའི་ད་ཁོང་ཚོ་ཕྱི་རྒྱལ་ཁག་ནས་བོད་པ་མང་པོ་འདུག་ང་རང་མིན་ནི་སུ་ར་འགྲོ་ར་དེ་ནས་གཅིག་ད་ནི་མན་ངག་དེ་ནས་ནི་ཚོགས་པ་ཚོགས་པ་དེ་ནས་ཅུང་ཅུང་ཞིག་འདུག་ང་ནི་གྲོགས་མོ་གཅིག་གི group དང་གཅིག་གི group ལམ་འདས་དེ་འདྲའི་ཞི་འདེབས་མང་པོ་དུས་ནས་ད་རྒྱ་གར་གྱི་ཉིན་ཐུང་ཞིག་ལྟ་གི་ཡོད་ཁོ་རང་གི་མི་སྐྱོ་བོ་དེ་འདྲའི་རྐང་ཆག་ལག་ཆག་དེ་འདྲའི་དོ handicap དེ་འདྲའི་ལ་རོགས་པ་བྱེད་ཀྱི་འདུག་ཨ་ནི་ཚོང་ཁང་དེ་འདྲའི་བཙུགས་དེ་འདྲའི་བྱེད་ལ་ནི་བོད་པ་དེ་ཚོ་གི་ཞལ་འདེབས་ཧེ་འདྲའི་ཡག་པོ་གནང་གི་འདུག་ར། ཨ་འདི་འདྲའི་ཡིན་རེ་བ་ཅིག་ཁྱེད་ནས་ལྟ་ངེས་འདུག་དེ་རིང་ཐུགས་དོན་ནས་བརྙན་ཐུང་འདི་བཟོས་ཀྱི་ཡོད་ང་རང་ཡང་རེ་བ་དེ་འདྲ་ཞིག་ཁྱེད་ནས་མི་མང་གི་ཅིག་རྒྱབ་སྐྱོར་དཔལ་འབྱོར་གྱི་རྒྱབ་སྐྱོར་ཅིག་གནང་ཐུབ་ན་དཔེ་ཧ་གོ་ཡོང་ས་རེད་འདི་གང་བྱུང་བ་འདི་ཆ་ཚང་ད་ལྟ་བུ་མོ་གཉིས་འདི་ལ་ཕུལ་བས་ཡིན་ཨ་ནི། ཨ་ནི་བདག་གི་དཔེ་ཤ་འདི་དངུལ་འདི་ག་འདིས་ཕུལ་བདག་ངས་ང་ནི་འདི་འདྲའི་ཟེར་བ་དང་པོར་བན་མོ་རུ་ཞིག་བཏང་ནས་བསྡད་དེ། བན་མོ་དེ་ཕལ་ཆེར་དེ་ངས་ནི་ང་མིང་བསྟན་འཛིན་དབང་འདུས་ཡིན་རོགས་ངས description ནང་བྲིས་ཤག་གོ། ཨ་ནི་དངུལ་ཁང་ནི་ཕལ་ཆེར wells fargo ཡིན། ཨ་རིའི་ནང་གི་རོགས་ཨ་ནི་བན་མོ་འདི་འདྲའི་ཨ་ནི་ཡང་ཁྱེད་རང་ཚོ་ཀམ་མེན་ནང་བྲིས་དང། ཞལ་འདེབས་དངོས་གནས་གནང་ཡ་ཡིན་ན་ཡང་དེ་ནས་ཡང་ག་འདི་ག་འདི་བྱེད་དགོས་རེད་ནི་ངའི་ཡ་ཐབས་ཤེས་ངའི་ང་ལ་འཇོན་རེ་ཡིག་ཐབས་ཤེས་ག་འདི་ག་འདི་བྱེད་དགོས་མེད་ངེས་འདུག་ཨན་ཀ་མེན་དེ་འདྲ་བརྒྱུད་ནས་ཡང་ན་ངའི་ཁ་པར་གྱི་ཨང་གྲངས་འདུག་ག་འདུག་བྱ་བྱ་གི་ཡིན་ཨིམེལ་གྱི་འདུག་བྱ་གི་ཡིན་ཨོ་ང་ལ་འབྲེལ་བ་གནང་རོགས་གནང་ད་ང་དངོས་གནས་རྒྱབ་སྐྱོར་གནང་རོགས་གནང་འདུག་བྱོས་ཐུགས་རྗེ་ཆེ་གནང་འདུག།